དམངས་གཙོ་ནང་ལ་མཉམ་ཞུགས་བྱེད་དགོས་བར་ད། དམངས་གཙོ་ནང་ལ་མཉམ་ཞུགས་བྱས་པའི་ཐོག་ནས། ཨ་ནི་ང་ཚོ་གི་གི་ནི། ང་ཚོ་གི་མི་དམངས་ཀྱི་སྐུ་ཚབ་ཀྱི་དང་དགོས་བར་ད། ད་ང་ཚོ་གི་གི་ནི་ད་ལྟ་བཙན་བྱོལ་གི་གི་གནས་པ་དེ་ཨ་ནི་ང་ཚོ་གི་སྲིད་སྐྱོང་དང་ཨ་ནི། ང་ཚོ་གི་གི་ནི་བོད་མི་དམངས་ཀྱི་སྤྱི་འཐུས་དང་ང་ཚོ་གི་མི་དམངས་ཀྱི་སྐུ་ཚབ་ཆགས་བསྡད་བར་ད། དེ་ཡང་ཨ་ནི་ང་ཚོ་གི་གི་ནི། བཙན་བྱོལ་གི་གི་ནི་བྷི་མུལ་གི་གི་ནི། འོས་བསྡུ་གི་སྒྲིག་གཞི་ནང་ལ།

འུ་ཤུད་ཀྱི་ཁར་ཁར་གསུངས་གསུངས་ཡོད་ད། ཁོང་གཉིས་ལ་ནི་མཐུན་པའི་ཆ་མང་པོ་གྱུར། ནི་མཐུན་པའི་ཆ་དུ་མ་ཞིག་ཡོད། མཐུན་པའི་ཆ་ནི་ནི་ང་ཚོ་གི་ནི་བོད་ཀྱི་ནི་ཡུལ་དངོས་ཀྱི་མཚང་གོ། ཡིན་པ། ནི་གཞན་ཡང་ནི་ང་ཚོ་གི་ནི། ཁྱིམ་ཁང་འང་སྨན་པ་ཚད་ལྡན་ཞིག་ཐུག་ནས། ནི་རིག་གཙོ་མ་ཟིན་པའི་ནི་མ་ཡིན་པའི་ནི་གསལ་བསྒྲགས་བྱས་པ་མ་ཡིན་པ།

དེ་བྱེ་མ་དེ་ང་ཚོ་གི་གི་ནི་བུ་མོའི་གི་ཁེ་ཕན་གི་གི་གནོད་རྒྱུ་གི་ཆེད། རྒྱལ་ཁབ་བྱེ་མ་གི་གི་ནི་པེ་ཞེ་ན་རྒྱ་ནག་གི་རྒྱུག་ཆུ་ན་ཞིག། ཨ་ནི་དེ་ད་ལེ་ཐོང་ཡིན་ན་ཇི་སྲིག་རེད་ཁོ་གོ་ནི་ཡིན་ན་ཡོང་མི་སྲིག་རེད། ཨ་ནི་ཁོ་ལ་ནི་དངུལ་དང་ནི་དངོ་པོ་ནུས་ཤུགས་རྒྱུ་ཙོམ་ནི་ཐུག་ནི་ཡོད་ཡོད་པ་ཅིག་མ་ཡིན་པར་གོ་ཡ་ཆགས་དེ་ཡོད། ནི་གཞན་ཡང་ནི་ང་ཚོ་བཙན་བྱོལ་བུ་མོའི་གི་ནི་བཅར་འདྲི་རིན་པོ་ཆེ་ནི་ང་ཚོ་གི་གི་ནི་ཧང་སངས་ཁེ་ཆེན་པོ་གྱར་དུ་ང་ཚོ་གི།

གཞན་ཡང་ནི་སྤྱི་དོན་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་ནི་འོས་ཆོས་ཀྱི་སྒྲིག་རྒྱུ་ཕྲན་དང་སྤྲོད་རྒྱུ་ལ་ནི་འགལ་བ་ཡིན་ན། ནི་སྤྱི་ཁོ་སྤྱི་འཐུས་ཀྱི་ནི་འོས་ཆོས་ཚང་གི་ཡོད་མ་ད། ནི་ད་ང་ཚོ་གི་ནི་སྲིད་སྐྱོང་གི་ནི་འོས་མི་ཀྱི་ནི་འོས་ཆོས་ག་རེ་ཚང་དགོས་ལ་ཡོད་ན། ནི་ཐོག་མ་དེ་ཡང་ནི་རང་ནོ། སུམ་ཅུ་སོ་ལྔ་ཧྲིལ་པོ་ལངས་དགོས་པ་བྱས། དེ་ཡང་ནི་སྲིད་སྐྱོང་ཡིན་པས་ན་རེད་ནི་ང་ཚོ་གི་ནི། ཀང་ཡིན་པས་ན། ལོ་སྟོད་དུ་མ་ལོ་སྐྱོ་འགྲོ་དེ་ཉིད་ཡིན་པས་ན་ངེས་པར་དུ་ནི་ནི་བར་མཚམས་ཀྱི་དེ་གོ་དང། གཞན་ཡང་ནི་ད་ང་ཚོ་ཡི་གེ་ནི། སྤྱན་འདྲེན་རིན་པོ་ཆེ་དུང་ཅན་ཉི་ཤུ་རྩ་དགུ་གི་ནང་ལུགས་ཡི་གེ་ནི། ནང་སྲིད་གསུམ་འཕེལ་གྱི་ནང་ལུགས་ལ་ད་སྲིད་སྐྱོང་གི་ཡི་གེ་ནི་འཕོ་འགྱུར་བཏང་ཟེར་བ་མ་ཡིན་པ་ཅི། ནི་དེ་འདྲའི་རྗེས་ལ་ང་ཚོ་ཡི་གེ་ནི་སྲིད་སྐྱོང་ཡིན་ན་རེད་ང་ཚོ་ཡི་གེ་ནི།